ཨོ་ལ་སོ་ལྷན་ཅིག་ཞོགས་པ་དེ་ལས་ད་སྐལ་བཟང་དགོངས་ལགས་དེ་ནས་ད་གངས་རིན་པོ་ཆེ་དང་འབྲེལ་ཡོད་ཀྱི་ཤེས་བྱ་འབྲོང་ཁུང་ས་སྐྱའི་དཔེ་འདི་ལ་ཀུན་ཁ་རྒྱལ་མཚན་གྱིས་དུམ་གསུམ་རབ་དབྱེ་གངས་རིན་པོ་ཆེ་དང་མཚོ་མ་ཕམ་འདས་དང། མདོམངོན་པ་ལ་སོགས་པ་ནས་བསྟན་པའི་དགེ་དེ་གང་དང་ཚོགས་དེ་མ་རེད་གསུངས་ནས་ད་དགག་པ་མཛད་བྱ་བ་ས་སྐྱ་བོད་ཀྱི་རྗེས་འབྲང་གི། ད་གོ་ཤ་ནི་གཙོ་བོར་གྱུར་པའི་གི་ད་གགས་པ་བརྒྱབ་པའི་གི་ཚུལ། འོ་དེ་གང་ཤེས་ཤེས་རྗེས་ཤོས་རེད་ད་གང་ཤེས་པ་དེར་མ་གཏོགས་གདོང་ཚོམ་ར་བའི་གི་འབྲེལ་བ་ཚང་མ་གི་ནང་ལོགས་ལ་སོང་བ་རེད་ཚང་མ་ཚུར་བསྔོགས་ནས་དེ་ནས་རེ་རེ་ནས་ཞུ་དགོས་ན་ཞུ་ཐུབ་ཡག་པོ་རེད་ཡོད་མ་རེད་དུས་ཚོགས་གི་འདང་ཡག་འོ་གཅིག་ནས་གནམ་ཆོས་གི་འདང་ཡག་དེ་ནས་ཡོང་ཡག་པོ་རེད་རེད་མི་འདུག་བ་ད་གནས་ཐུལ་ཅིག་ལས་ཞུས་པ་རེད་ད་ལྟ་བར་དུ་དེ་ནས་ས་བཅད་གི་བྱས་པ་ཚང་མ་གི་ཁས་ལེན་གནང་གི་ཡོད་མ་རེད་སི་ད་དེ་མ་འོ་གཅིག་རུ་གནས་ཐུལ་ཅིག་འོ་དེ་ཞུས་ཤེས་པ་རེད། ད་དེ་ནས་དེ་རིང་སྐབས་སུ་བབས་པ་ལ་དེ་ནས་བཀའ་རྒྱུད་ཀྱི་མཁས་གྲུབ་ཀྱིས་དེ་ནས་ད་གང་ཚོགས་གཉིས། མདོ་རྒྱུད་ཀྱི་དགོངས་པ་ཡང་དག་ཏུ་དེ་ནས་བསྒྲུབ་ཚུལ་འོ་ད་དེ་འདྲས་ཀྱི་སྐོར་ནས་མར་གང་ཐུབ་ཐུབ་ཅིག་ཞུ་ཡག་གི་འབད་བརྩོན་ཞུ་གི་ཡོད་དེ་ནས་འཇམ་ཁོང། བླ་མ་ས་སྐྱ་དཔོན་གྲུ་དག་གི་དེ་ནས་སྡོམ་གསུམ་རབ་དབྱེ་ལས་དེ་ནས། གང་རིན་པོ་ཆེ་གཙོ་མ་གྲོས་དག་དེ་ཚོ་མངོན་པ་དང་གདགས་པ་དེ་ནས། བཀའ་བཞིན་ལ་སོགས་པ་ནས་གསུང་བཤད་པ་དེ་མ་ཡིན་པ་དེ་ནི་སྒྲུབ་བྱེད་གཙོ་བོ་འདྲ་བོ་དེ་དུས་ཀྱི་འཁོར་ལོ་བསྐོས་ཡོད་ནས་ད་དེ་འདྲའི་གི་དགག་པ་མཛད་ཡོང་བར་བ་ད་དེ་ལ་བ་ཐོག་མར་ལན་འདེབས་མཁན་དེ་ད་བཀའ་བཅུ་གི་བླ་མའི་ནང་སུ་འདྲ་ཆགས་ཀྱི་ཡོད་རེད་ཟེར་ན་དེ་ནི་འདྲ་ཁུང་བཅད་ང་གྲགས་པ་འབྱུང་རེད་ཧོ་གོང་ཆགས་ཀྱི་ཡོད་རེད་ད་གོང་སྐྱོ་པ་རིན་པོ་ཆེན་གི་བཅད་ང་ཡིན་པ་ཆགས་ནས་དེ་ནི་འདྲ་ཁུང་བཅད་དེ་ནི་ཕག་ཁྲུས་བཅད་ང་ལ་བསྐོས་ནས་དེ་ནི་ཕག་ཁྲུས་གི་གདན་ས་མཛད།

ལྔ་ཆ་མ་ཆེ་བ་དང་ལྔ་ཆ་མ་ཆུང་བ་གཉིས་སུ་བཀར་ཏུ་མཛད་པ་རེད་དེ་ད་དེ་ཚོ་མཚན་ཙམ་ཡང་གོ་ཡ་ཡོད་མ་རེད་དེ་ཁོང་གི་མཚན་དེ་ཚོ་ད་ལྟ་ལྔ་ཆ་མ་ཆེ་བ་ཆུང་བ་དེ་ཚོ་སྤྱང་ལྔ་ཆ་མ་པའི་གསུང་ལ་བརྟེན་ནས་ཡོང་གི་ཡོད་རེད་དེ་ནི་ད་ལྟ་གྲུབ་མཐའ་ཆེན་མོ། ཟེར་དེ་འདྲ་ཡོད་དེ་བ་དེ་དེ་ནི་འགྲོ་ཀ་སངས་རྒྱས་རྡོ་རྗེ་ཀྱི་གསུང་དང་ཀརྨ་མི་བསྐྱོད་རྡོ་རྗེ་གསུང་གི་ནང་ལོགས་ཡོད་པ་ཁོང་རྣམ་གཉིས་ཀྱི་ལུང་ཕྲན་ཞུས་བྱ་བ། འོ་དེ་འདྲས་ཀྱི་ཐོག་ནས་འདི་ནས་ཧ་གོ་ཡ་ཡོད་དེ་བ་དེ་ནས་ང་ཤོད་འདྲ་བོ་ཡིན་པ་དེ་ཧ་གོ་ཡ་ཡོད་རེད་འདུག་པ་སང་ཆེད་རྡོ་གཅིག་གིས་དེ་ནས་དགག་ལན་གྱི་ནང་ལོགས་ལ་ངས་ག་རེ་གསུངས་ཡོད་རེད་ཟེར་ན་དེ་ནས་རྗེ་བཙུན་གྲགས་པ་རྒྱལ་མཚན། འོ་ཞེས་པར་གཤེགས་པའི་སྐབས་སུ་དེ་ནས་ཆོས་འཁོར་ལ་མཇལ་བའི་དུས་སུ་ཆོས་འཁོར་གྱི་དུས་ལ་འཇམ་དབྱངས་ས་པཎ་གྱིས་དེ་ནས་ད་དེང་སང་བོད་ལ་སྤྱི་ལས་བཟང་བས་ཀྱི་དེ་ནས་ད་དགེ་བཤེས་དགེ་ཞིག་མི་འདུག་ཟེར་ནས་དེ་ནས་ཆར་སྒྲིས་སུ་འཁོལ་བའི་ལྟོ་ར་མཛེས་ཡོད་དེ་ནས་སྤྱན་སྔར་གྲགས་པ་འབྱུང་གནས་ཀྱིས་མཛེས་པའི་གྲུབ་མཐའ་ཆེན་མོ་ལས་དེ་ནས་ཁ་བ་ཅན་གྱི། རྒྱལ་ཁམས་སུ་གངས་ཆེན་ཡོད་པར་མི་འཐོབ་ན་གཞན་དུས་གངས་ཆེན་ཇི་ལྟར་འཚོལ། ད་གངས་ཆེན་ཟེར་ཡ་དེ་ལེགས་ཆ་སྐད་ལས་ཧི་མ་ལ་ཡ་ཅེས་བསྒྱུར་ཡོང་ན། དེ་ནི་སི་རི་ཁ་བའི་རི། གངས་རི་གངས་ཅན་ཟེར་ད་དེ་ལས་བསྒྱུར་ཡོང་དགོས་རོ། འོ་དེ་ནས་ཁ་བ་ཅན་ལ་གངས་རི་མ་འཚོལ་ན་དེ་ནས་གངས་རི་ཁ་བ་འཚོལ་དགོས་ཀྱི་རེད། གངས་ཆེན་ཏེ་སི་གནས་དེ་ལ་རྫུ་འཕྲུལ་ལྡན་པ་མ་གཏོགས་པའི་གྲོལ་བར་དཀའ་བ་དེ་གསུངས་པ་དེ་སྟོན་པ། འཕགས་ཡུལ་ཞོགས་པའི་ཚེ་བོད་ཡུལ་གངས་རིའི་ཁྲོད་འདི་ཉིད་ད་ལྟའི་དུས་བཞིན། དེ་ནས་གྲོང་ཡུལ་སོགས་འདི་འདྲའི་རྒྱ་ཆེན་པོ་ཞིག་ལ་ཡོད་མ་རེད། ཨ་ནི་འབྱོར་ཞིང་རྒྱས་པ་ཡོད་མ་ཡིན་དེ་ལ་དགོངས་ནས་གསུངས་པ་སྟེ་དཔེར་ན་འདི་ནས་ཨོ་རྒྱན་ཡུལ་དྭགས་ན་ཀོ་ཤའི་གླིང་དུ་ནི་འགྲོ་ན་རྫུ་འཕྲུལ་དགོས་པར་བཤད། དེ་ན་ཡོད་པའི་མི་རྣམས་ཀྱིས་རྫུ་འཕྲུལ་སྤྱད་ནས་བགྲོད་མི་དགོས་པར་དེ་འདྲ་བཤད་བཞག་རེད། ཨ་ནི་དེ་སུས་བགྲོད་པར་དེ་ནང་བཞིན་རི་བོ་ཡུལ་ཚོ་དེ་དག་ལ་སྟོན་པ་བཞུགས་དུས། ཨ་ནི་མི་ཕལ་ཆེར་བགྲོད་མི་ནུས་ཀྱང་སྟོན་པའི་ཆོས་ཉན་རང་འདྲ་བྱུང། ཁྱེད་རྣམས་ཀྱིས་ཉི་མའི་བརྟུལ་ཞུགས་མཛད་ནས་ནི་གངས་རི་ཞུས་ནས་ཡུལ་ཁམས་ཀྱི་དེ་ཅི་སྟེ་སྲིད་ཡུལ་ཁམས་འདིར་ཀུན་གྱིས་བགྲོད་པར་དེ་ལྟར་རོ། འབྲས་བུ་མཐོང་ནས་ཁོང་གི་མ་རྒྱུ་མཚན་སོང་བྱ་བ་དེ་ནས་སངས་རྒྱས་མྱ་ངན་འདས་འོག་ན་དགྲ་བཅོམ་རྣམས་ཀྱང་རིམ་གྱིས་འོངས་ཀྱང་ཡུལ་ཁམས་བཅུ་དྲུག་ན་གནས་བརྟན་ཆེན་པོ་བཅུ་དྲུག་ལ་དགྲ་བཅོམ་འདུས་པར་བཅས་པ་ཀུན་འགྲོ་བའི་དོན་ལ་ཞུགས་པར་སོང་སྟེ་སྲིད་ཡུལ་དང་ཁ་ཆེའི་ཡུལ་དགྲ་བཅོམ་ཡན་ལག་འབྱུང་གནས་བཅས་ཞུགས་ནས་གཞན་གྱི་ཡུལ་དེ་བྱིན་གྱིས་བརླབས་དེ་ལྟར་བྱིན་གྱིས་མ་བརླབས་ན་ཁ་ཆེའི་རྒྱལ་ཁམས་ཆུ་རོལ་བའི་བུ་དུད་གངས་རི་ཕྱིས་ནས་ནི་རེ་དང་ཡུལ་ཕྱོགས་ཧོར་འགེགས་པའི་དེ་རྗེས་གཞན་གྱིས་བསླབས་པ་ཡིན། དེ་ནི་གནས་ཕྲན་གྱི་བཞུགས་གནས་ཡིན་པ། འོ་དེ་ཚོ་གི་བ། རྒྱུ་མཚན་དེ་ཚོ་བཀོད་ནས་དེ་ནི་མ་གྲུ་ཚོ་ཇི་ལྟར་ཆུ་ཤིང་དེ། དཔག་ཚད་ལྔ་བཅུ་ཡོད་པ་དེ་ས་ཕན་གྱི་མེ་མཐུག་གསུང་བཞག་ར་བ། ལྔ་བཅུ་ཡོད་པ་དེ་མ་ཕུ་ཚོ་འདིར་མིད་པ་ནི་མ་ཕུ་མ་གྲུ་པ་ཡི་ཚོ། ཚོ་གི་དེ་མེད་པ་དེ་ཆགས་ཡོད་པ་མ་རེད་དཔེར་ན་ཁང་བཟང་རྒྱ་ཆེན་པོ་ཡོད་ན་དེ་རྒྱ་མཐོང་ཚུལ་རུབ་སོང་བ་ནང་བཞིན་འོ་དེ་འདྲས་རེད། ཨ་ནི་མ་གྲུ་ཚོ་འདི་མེད་ན་བྱང་ཆུབ་སེམས་དཔའ་མ་གྲུ་པས་ཞུས་པའི་མདོ་ལས་གསུངས་པ་ཡི་ཆུ་བཞི་ཀ་དེ་གི་འོག་ན་དེ་ནི། ཡུལ་གཞན་ན་ག་ལང་ཡོད་རེད་ཡུལ་གཞན་གང་ན་ཡོད་པ་ཡིན་སྟ། མ་དྲུག་ཚོགས་ལས་ཞུས། མ་དྲུག་གིས་ཞུས་པའི་གྱི་མདོག་གི་ནང་ནས་སོང་ཞེས་པའི་ཆུ་ཞེ་པོ་དེ། ད་ཚོགས་འདི་ལ་མ་ཕབ་ན་ཡུལ་གཞན་གྱི་ཚོགས་གང་ན་ལ་ནི་ཆུ་ཞིག་འགོ་ཡོད་རེད་གསུངས་ནས། དྲི་བ་དེ་འདྲ་ཕར་གནང་འདུག་ད་དེ་འདྲས་ཀྱི་ཐོག་ནས་མ་གྲུབ་མཐའ་ཆེན་མོའི་ནང་ལ་བ་ལ། དེ་ནས་ད་དུང་གད་པ་གསེར་གྱི་དེ་ཞལ་ཁེབས་དང་ད་གླང་ཆེན་དང་དེ་ནས་སྔོན་ཡོད་པ་ད་ལྟ་མི་འདུག་ཟེར་གྱི་བ་རེད། སྔོན་གྱི་ཞལ་ཁེབས་གླང་ཆེན་དེ་ད་ལྟ་ཡང་ནས་ཡོད་ན་ཡང་དེ་ལོངས་སྤྱོད་པའི་གྱི་ལས་ཅན་གྱི་ངོ་བ་ལ་དེ་ཡོང་ཐེངས་དེ་ད་ཡོང་དགོས་བ་རེད། དེ་ལྷ་དེའི་ངོ་ལ་ཤེས་ཤར་བ། བརྒྱ་བྱིན་གྱི་ངོ་ལ་གསུང་ཤར་བ་དེ་ཚོ་ངོ་ལ་མཐོང་དུ་ཡོད་རེད། དེ་མིན་གྱི་དེ་ནི་ལས་ཅན་མ་ཡིན་པའི་ངོ་ལ་ཡོན་ཏན་ཀུན་གྱི་མ་ལ་འདེབས་དུ་ཡོད་རེད་འོན་ཀྱང་སྔོན་གྱི་ཡོན་ཏན་གྱི་ཁྱད་གཤིས་ལྡན་པའི་ཡུལ་ལྗོངས་ལའང་ཆ་མཐུན་བརྩི་རྒྱུ་ཕལ་ཆེར་ལ་ཡོད་རེད། སྔོན་གྱི་རྫོང་ཆེན་དུས་སུ་ནི་མ་མོ་ལོ་ཐོད་ལ་སོགས་པའི་ཡོན་ཏན་དུ་མ་ཡོད་པར་གསུངས་པ་རེད་རྙིང་མའི་དུས་སུ་ག་ལ་ཡོད་དངོས་ཡོད་ད་ལྟ་མེད་པ་མང་པོ་རེད་སངས་རྒྱས་འཇིག་རྟེན་ལས་བྱུང་བའི་དུས་སུ་སེམས་ཅན་དེ་དག་རྣམས་ལ་ཡང་དེ་སྐྱིད་དེ་དག་འབྱུང་བར་གསུངས་དེ་ནི་ཚུར་ཤོག་གིས་ནི་བསྙེན་པར་རྫོགས་པ་ད་ལྟའི་དུས་སུ་ནི་ག་བ་ཡོད་རེད་ཡོད་མ་རེད་བ། ད་དེ་ལ་སོགས་པ་དེ་ནས་ཁོང་གིས་མང་པོ་ཞིག་གསུངས་ཤེས་ཡོད་རེད་གསུངས་གི་འདུག་དེ་ད་སངས་རྒྱས་རྡོ་རྗེ་གི་དགའ་ལྷའི་ནང་ལོགས་ལ་མ་ལུང་དྲངས་གནང་འདུག་བ་དེ་ནས་ངས་དེ་རིང་འདི་ནས་ད་ལོ་རྒྱུས་གོ་རིམ་བྱས་དུས་ཁོང་སྔ་ཤོས་ཡིན་དུས་དེ་ནས་དེ་ཞིག་ཞུས་པ་ཡིན་དེ་ནས་ད་རྩ་རིག་སྐོར་ལ་ཁོང་གིས་དེ་ཡང་དགའ་ལྷན་རྩེ་ཞེས་པ་དེ་དགའ་མ་མི་ཆོས་རྡོ་རྗེ་གིས་ལུང་འདྲེན་གནང་ཡོད་རེད།

ཨོ་གསལ་ཡོང་དུས་དེའི་ནང་ལོགས་ལ་དེ་ནས་དེ་འདུག་ཨོ་ས་ཆའི་སྒང་ལན་དུ་མཛེས་པའི་འབྲོག་ཁུང་གྲུབ་མཐའ་ཆེན་མོ་ཟེར་དེ་ཡོང་གི་འདུག་ད་ད་ད་སྙིགས་རིགས་ཡོད་མ་རེད་རག་གི་ཡོད་མ་རེད་ད་ཟེར་རག་མ་རག་ཟེར་མིས་དོ་སྣང་བྱེད་མཁན་ཡོད་མ་རེད་བསམ་དཔེ་ཟེར་ད་དེ་འདྲའི་དོ་སྣང་བྱེད་མཁན་མི་འདུག་ཚང་མ་དཔལ་འབྱོར་རྐྱང་རྐྱང་ཡོང་ཐབས་མ་གཏོགས་དེ་ནས་སྔ་མོ་གི་བླ་མ་གོང་མ་དེ་ཚོ་ཞལ་སྐྱིན་གསུང་རབ་ཅི་ཅི་ཡོད་མེད་ད་དེ་ག་འདྲ་ཡོད་མེད་ད་དེ་ཚོ་གཅིག་དེ་བཙལ་འཚོལ་བྱེད་ཡ་དང་ཉེར་སྒྱུབ་བྱེད་ཡ་དང་དེ་འདྲའི་དགོངས་པ་བཞེངས་མཁན་དཀོན་པོ་རེད་འདུག་ཨོ་དེ་འདྲའི་རེ་བཞེངས་ཞུ་བ་ད་ད་ཞོག་ཏུ་ཡོད་ས་རེད་ད་དེ་ནས་བཀའ་ཐང་གི་དགེ་བཤེས་བཅོམ་ལྡན་རིག་པའི་རས་བྲིས་ཀྱི་ལབ་གསུམ་རྒྱན་གྱི་མེ་ཏོག་གནང་རོགས་ལ་ཡང་བར་ལན་གནང་ཞེས་བ་རེད་ཨོ་དེ་ངས་དེ་ན་ཞུ་གི་ཡིན་དེ་ནས་ད་འདི་ཕྱིར་རི་ནག་པོ་དགོན་དེ་བསྡད་ན་གང་རེད་འོ་ཞེས་པ་དེ་ལྟས་སི་འདི་གཉིས་ལ་མ་ངུ་ཟེར་དགོས་ཀྱི་རེད། ཚོ་མ་འཕྲོད་པ་ཟེར་ཡ་དེ་ཡང་མ་ཕམ་གཉིས་ལ་ཆད་དགོས་ཀྱི་རེད། རྒྱུ་མཚན་མཉན་ཡོད་དང་ལྟས་སི་གཉིས་ནི་ལྷོ་བྱང་གི་ཐད་དུ་མཉམ་དུ་དེར་ཕྱིན་པའི་མི་ཚད་མའི་གྲོགས་དེ་ཡོད་རེད་གང་དགའ་ཡང་མ་བུམ་ལ་བབས་པ་དེ་ནི་དེར་ཕྱིན་པའི་མི་ཚད་མའི་གྲོགས་དེ་ཡོད་རེད་རྫུ་འཕྲུལ་དང་མི་མཐན་པའི་མི་གང་ཆེན་དེ་བསྒྲུག་དཀའ་བར།

དེ་བཤད་གི་ཡོད་རེད་བ། ཨོ། དེ་འདྲ་བའི་དེ་འགྲོ་མི་ནུས་པའི་ཡུལ་དེ་དེ་ནི་ད་འཛམ་བུ་གླིང་ན་ཡོད་ཀྱི་མ་རེད། གང་ལྟར། ས་རྫུབ་ལྷུབ་ཞིག་མ་གཏོགས་དེ་ནི་གང་ཡང་དེ་ནི་རྡོ་བེ་གོ་ཆ་དང་འདག་པ་སོགས་ནི་བཤད་བྱས་པའི་མཚན་ཉིད་དེ་ཚོ་ནི་ལྡན་གི་མི་འདུག་ཟེར་ས་པན་གྱིས་གསུངས་པ་དེ་ཚོ་ཡིན་ཤེས་པ་ཡིན་ན་ཡང་དེ་ན་དེ་འདྲ་བྱས་པ་ཡིན་ན་མདོ་ལ་བཤད་བྱས་པའི་བྱ་རྒོད་བོང་བུ་རེད་ཟེར་བའི་ཚེ་ཡངས་པ་ཅན་གྱི་གྲོང་སྙན་ཡུལ་ལ་སོགས་པའི་གྲོང་ཁྱེར་ཆེན་པོ་རྣམས་ལ་ཡང་མཚུངས་པས་མཚུངས་ཀྱི་རེད་རྒྱུ་མཚན། དེ་དག་སྔོན་གྱི་མདོ་ལས་གསུངས་པའི་གི་དེ་གནས་སྟངས་དེ་ད་ལྟ་མི་འདུག་བ་ཚང་མ་མི་དག་པ་རེད་བ། ད་དེ་མདོ་ལས་གསུངས་བྱས་པའི་བྱ་རྒོད་བོང་བུ་ལུགས་དེ་ཚོ་སྒྲོ་བཏགས་ཀྱི་སྙན་ངག་གི་ལུགས་ཡིན།

ཨ་ནི་གང་ཚོ་གཉིས་ཀྱི་གནས་སྟངས་ག་འདྲས་སོང་བ་རེད་དེ་ནས་ཕྱི་རོལ་པོས་ལོག་ལ་རང་གི་མཐོང་ཚུལ་དོན་དུ་ག་འདྲས་ག་འདྲས་ཡིན་དེ་ཚོད་མ་ཟོ་གི་ཡིན་སོང་ནས་ཨོ་དེ་འདྲས་ཀྱི་མ་རན་པ་སོང་དེ་ནས་གཉིས་པ་མཁས་གྲུབ་གཞན་དག་གིས་ད་ས་ཕན་ཁོང་རྣམ་པ་གི་གསུང་བཞིན་དུ་ཨོ་དེ་ནས་ཐ་སྙད་འདྲ་བོ་དེ་ང་ཚོ་བཀའ་བཅུ་གནང་རོགས་བྱས་ན་ཐོག་མ་རྗེ་བཙུན་རིན་པོ་ཆེ་སོང་ནས་དེ་ནས་དེ་ཟེར་རི་བོ་གངས་ཅན་མར་མ་ཕམ་མ་དཀྲུགས་པ་ཡིན་པས་གཟུངས་པ་གཞུང་བོར་བ་དང་ཕ་ཡུལ་ནས་འོངས་པའི་སངས་རྒྱས་དང་ཕྱི་རོལ་བའི་དུ་མ་རྐྱང་སྟེ་རིགས་ངོ་མཚན་གཅིག་ད་ག་ཤེད་ཀྱི་དབང་ཕྱུག་གི་གནས་རེད་ག་ཤེད་ཀྱི་གནས་ཐན་ཡན་ལག་འབྱུང་གི་གནས་རེད་ཟེར་མ་གཏོགས་བས་གང་བྱས་དུ་ཚོགས་མ་དཀྲུགས་འདི་གཉིས་རང་ཡིན་པ་དེ་གཅིག་པ་ཆགས་ཏེ་ཡོད་རེད་དེ་ནས་འབྲི་གུང་འཇིག་རྟེན་མགོན་པོ་ལ་སོགས་པ་སློབ་མ་མང་པོ་དེ་ནས་རྒྱང་རིང་པོ་ནས་དེ་ནས་ཟམ་ལྷོ་མོའི་ལམ་དགོན་མཁན་གྱི་གནས་སུ་བཟང་བར་བསྔགས་པ་བརྗོད་པ་ནང་བཞིན་སློབ་མ་མང་པོ་དེ་ནང་ལ་འདི་ནས་ཕེབས་ཡོང་གི་ཡོད་རེད་ཟེར་བྲོ་བ་ཉམས་ལེན་བྱས་ཡོང་གི་ཡོད་དུས་དེ་ཀློག་པ་པོ་དེ་འདྲས་ཀྱིས་འོ་ད་གང་ཚོགས་དེ་ཚོ་འཇིག་རྟེན་ཞགས་པ་དང་མཛོད་ལས་བཤད་པ་དང་དེ་ནས་དང་སངས་རྒྱས་ཕལ་པོ་ཆེ་ལས་སོང་ཞེས་པའི་མཚན་ཉིད་དང་ཚང་གི་མི་འདུག་འདི་ཡིན་ས་མ་རེད་ཟེར་ནས་དེ་ནས་སྦྱོང་རྟོག་ཅི་རིགས་བྱུང་བ་རེད་དེ་ནས་དགོངས་གཅིག་ལ་དེ་ནས་རྗེ་ང་ཤེས་རབ་འབྱུང་གནས་ཀྱིས་དེ་སྦྱིན་བསྒྲགས་འདི་བཅས་པས་ཀྱི་ད་དེ་སྐོང་ཚིག་གིས་དེ་ནས་སྡོམ་གསུམ་བསྟན་པའི་ཀྱི་གླིང་བཞི་ལ་བྱ་རྒོད་བོང་བུ་རི་ཡོ་མཐའི་མདུན་ཞེས་བྱ་བ་ད་ལྟ་ང་ཚོའི་མཐོང་སྣང་ལ་མི་འདུག་བ། མེད་པ་ཙམ་གྱིས་བྱ་རྒོད་བོང་བུ་མེད་པར་འདོགས་མི་ནུས་པ་ནང་བཞིན། འོ་དེ་ཚོ་ཐམས་ཅད་དུས་དབང་གིས་མཐོང་བར་མི་འགྱུར་བ་ཡིན་དུས། དེ་མ་ཡིན་པ་ལས་ཅུང་རྩ་བ་ནས་ཆགས་ཀྱི་ཡོད་མ་རེད་སེམས་ཐ་དད་ཀྱི་སྣང་བ་ཡང་ཐ་དད་རེད་ཟེར་དུས་དེ་ནས་ད་རང་ཁོང་ས་ཆ་པན་ཏྲི་དག་གིས་དེ་ནས་དུས་ཀྱི་འཁོར་ལོ་སོགས་ནས་མ་ལུང་དྲངས་ནས་དེ་ནས་དེ་འདྲ་མང་པོ་ཅིག་གསུངས་ཡ་རེད་ད་འདི་ན་དོགས་པ་སྐྱེ་དགོས་པ་ག་རེ་ཡོད་རེད་ཟེར་ན་དེ་ནས་མུ་སྟེགས་ཞིག་གི་གཞུང་ལུགས་ལས་ཤར་ནུབ་ཀྱི་བར་གྱི་ལ་དེ་ནས་རྒྱ་མཚོའི་བར་ལ་སེམས་ཅན་གངས་ཆེན་གྱི་ཁྱབ་སྟེ་བཤད་བཞག་ཡོད་རེད།

ཅེས་དགོས་ཅིག་ཆགས་བསྡད་ཡོད་རེད། ཁོང་གི་མང་དུ་སེམས་ཐ་དད་པའི་སྣང་བ་ཐ་དད་ཡིན་པའི་རྒྱུ་མཚན། འོ་སེམས་ཐ་དད་ཀྱི་སྣང་བ་ཐ་དད་ཡིན་པའི་རྒྱུ་མཚན། ད་དེ་ནས་ང་ཚོ་སློབ་དཔོན་ཐོགས་མེད་ནས་བྱས་ནས་དེ་གསུངས་ཐུན་དུ་ཡོད་རོ། ངུ་ཅིག་ཡིད་ནི་ཐ་དད་ཅེས་དོན་དམ་དྲན་པ་ཡོད་མ་ཡིན་ཟེར་ད་དེ་ནས་ནས་སོང་ནས་གདུལ་བྱའི་ཁམས་ཀྱི་དབང་གི་བརྡར་གྱི་མཐོང་ཚུལ་མི་འདྲ་བ་རེད་དེ་ཆགས་འོན་དགོས་རེད་དེ་འདུས་བྱས་ཀྱི་མ་མཐོང་བ་ཙམ་གྱི་དེ་མེད་པ་རྒྱུ་མཚན་འདྲ་བོ་ཡོད་མ་རེད་སོང་ནས་དེ་ནས་དོན་དགེ་བ་མེད་པའི་ཚུལ་གྱི་ཐོག་ནས་བསྒྲུབ་བྱ། དོགས་མི་དོགས་ད་ག་རང་ཡིན་དེ་པ་ལ་དེ་མཚན་ཉིད་དེ་ཚོ་ཚང་གི་འདུག་མི་འདུག་ཟེར་ཡ་དེ་སོ་སོ་གི་སྣང་བ་དག་མ་དག་དང་འདྲེར་སོང་རེད་བསམ་ནས་དེ་ནས་དུས་ཀྱི་འཁོར་ལོ་ལ་སོགས་པ་དེ་འདྲ་གི་རྒྱུ་བཞི་མང་པོ་ཞིག་བཀོད་ནས་དེ་འདྲས་བགྲོད་དགོས་ད་དེའི་རྗེས་སུ་ད་གང་ཚོ་གི་དགག་སྒྲུབ་ཀྱི་ཐོག་ལ་ག་རེ་ཟེར་བ་རེད་ཡང་དེ་ཞིབ་ཆ་འདྲ་བོ་ཆེ་ཤོས་དེ་དེ་ནས་ཀརྨ་སྐུ་ཕྲེང་བརྒྱད་པ་མི་ཆོས་རྡོ་རྗེས་གསུངས་རེད་ད་འདི་དེ་སྔ་གངས་རིན་པོ་ཆེན་དང་འབྲེལ་ཡོད་ཀྱི་ད། གངས་ཚོ་འབྲི་གཡུག་གི་ཤེས་བྱའི་ནང་ལོ་འདིའི་སྐོར་དེ་རྩ་བ་ནས་དྲངས་ཡོད་མ་རེད་རྒྱུ་མཚན་ཁོང་གི་དེ་དཔེ་ཆ་དཔེ་ཚན་ལོག་ལོག་འདྲ་པོ་དེ་ནང་ལོག་སོང་ཡོད་མ་རེད་བ་དེ་ཡིན་མིན་འདྲ་དེ་ནས་ཁོང་གིས་ད་སྔོན་ཕར་ཚོགས་ཀྱི་འདྲི་བ་གྲུབ་བསྡུས་སྤྱི་འཆུག་གི་གནས་གསུམ་པའི་སྐབས་ལ་དེ་ནས་མ་རེད་བ། དེ་ནས་ཁོང་གིས་ལན་གནང་ཡོད་རེད་ད་སྔོན་རྗེ་བཙུན་མི་ལའི་མགུར་ལ་དེ་ནས་ཏི་སེ་གངས་ཆེན་ཡིན་པ་མ་ཕམ་མ་གྲུབ་པ་ཡིན་པ་ཙམ་གྱིས་སོང་བ་ལ་དེ་ནས་ཆོས་རྗེ་ས་སྐྱའི་དཔོན་འདི་དེ་དགག་པ་རྒྱ་ཆེན་པོ་མཛད་བས་རེད་དེ་ལ་བརྟེན་ནས་དེ་ནས་དད་པའི་གི་རྗེས་འཇུག་མང་པོ། རྗེ་མི་ལ་རྗེ་སྒམ་པོ་པ་པོའི་ཕག་མོ་སྒྲོལ་བ་སྐྱོ་བ་འཇིག་རྟེན་གསུམ་མགོན་མགོན་པོ་བླ་སོགས་ཀྱི་སྐྱེས་བུ་དམ་པ་དེ་དག་ནི་དེ་ནས་རེད་དེ་ཚོ་ཡུལ་ནོར་བར་མེད་པ་རེད་ཟེར་ནས་དེ་ནས་ཕག་པའི་གང་ཟག་ཆེན་པོ་དེ་ཚོ་ལ་བསྐོར་བ་མེ་ཙམ་པ་དེ་འདྲས་བརྡབ་བཞག་རེད། སེམས་ཅན་དམྱལ་བ་ཆེན་པོར་སྐྱེ་བའི་ལས་སོགས་པ་དེ་འདྲ་མང་པོ་བྱུང་ཡོད་རེད་རྗེ་བཙུན་དམ་པ་དེ་དག་ལ་ནི་ནོར་བ་ག་ལ་མཆིས་ཏེ་དེ་ནས་སྔོན་ཆོས་རྒྱལ་གྱི་སྲོང་བཙན་སྒམ་པོ་དུས་དེ་ཚོ་ལ་དེ་ནས་བུ་བོད་ཀྱི་གངས་ལྔ་སྙིང་པོའི་གླུ་གཞས་ཀྱི་རྟགས་ལ་ཡང་དེ་འདྲས་ཡོད་རེད་ད། གུར་རྗེ་བོད་ཀྱི་རྒྱལ་ཁམས་ན་རི་གཅིག་ཡོད་པ་དེ་གངས་དཀར་ཏེ་ཟེར་མཚོ་གཅིག་ཡོད་པ་དེ་མ་ཕམ་པའི་མ་དྲོས་ཟེར་དེ་འདྲས་ཟེར་སྲོལ་ཡོད་རེད་སྤྱི་བཏང་གཅིག་བྱས་པ་ཡིན་ན་དེ་ནས་ད་ཁོང་གིས་དེ་ནས་མ་རེད་རྒྱུ་མཚན་མང་པོའི་ཐོག་ནས་མང་འབྲེལ་བཤད་བརྒྱབ་བཞག་རེད་རེད་ནས་ཞུ་ཐུབ་ཡ་ཡོད་མ་རེད། དེ་ནས་ཁོང་གིས་གསུང་བཤད་རེ་དང་ས་ལུགས་ཀྱི་ཡིག་ཆ་བཅས་དང་མདོར་ན་རྒྱལ་པོ་ཐམས་ཅད་དུ་ཕྱི་ནང་གི་མཁས་པ་ནས། ད་གནག་རྩིའི་བར་དུ་གྲགས་བདེ་བའི་གངས་ཁ་ཅིག་ཡོད་ར་བ་གནག་རྩི་ཟེར་ན་ད་ཕྱུགས་རྩི་ར་བ་འོ་ད་གངས་ཁ་དེ་ཚོ་ཚང་མ་གི་ཡོངས་སུ་ད་དེ་ཆུ་བོ་གངས་ཁ་རེད་ཟེར་ཡ་དེ་ད་དེ་དེ་ཡིན་ཚད་དུ་འཇིག་རྟེན་ཡོངས་སུ་གྲགས་པའི་ད་ཆུ་བོ་གངས་ཁ་དེ་ད་གངས་ཁ་མ་རེད་ཟེར་ས་ཆ་པན་ཏྲི་དག་གིས་ད་དོན་གྱི་དེ་འདྲའི་འགྲེལ་བཤད་རྒྱག་དགོས་གི་ཉིས་པ་ཅིག་སླེབས་ཡོང་གི་འོ་རེད་དེ་ཉིས་པ་དེ་ད་དེ་སྤང་དགོས་དུས། དེའི་ལན་ལ་དེ་ནི་པཎ་ཆེན་ཤཱཀྱ་བྱུང་ལྡན་གྱི་ད་ད་ལྟའི་གངས་དཀར་འདི་འཇིག་རྟེན་ལ་གྲགས་པའི་གངས་དཀར་དེ་རེད་འཇིག་རྟེན་ཐུན་མོང་ལ་གྲགས་པའི་གངས་དཀར་ད་བརྟན་བཞུགས་ནས་གྲགས་པའི་ནང་པའི་གངས་དཀར་དེ་ད་དེ་མ་ཡིན་པས་ཟེར་ནས་ལན་ཚིག་གིས་ཕངས་པ་དེ་འདྲ་ལན་བཏབ་པར་བྱེད་དགོས་པ་དེ་འདྲ་ཆགས་སོང་རེད་སོང་ད་དེ་ཤཱཀྱ་བྱུང་ལྡན་གྱི་ད་དེ་ནང་པའི་ལུགས་ཀྱི་གངས་དཀར་དེ་ད་ང་ཚོས་ད་དུང་ཡ། རི་ནག་པོ་དགུ་དེ་ཚོ་འབྲི་བཤད་བརྒྱབ་ནས་ས་པཎ་གྱི་རང་བྱན་དེ་ཚོ་འབྲི་བཤད་བརྒྱབ་ཡོང་དུས་ད་བ་ཤིན་ཆང་གི་ཕར་ཕྱོགས་ཨུར་ད་ད་ད་ཨུར་སུ་གི་ས་ཁོངས་འདྲ་བ་ཅིག་རུ་བར་བུག་གི་ཏམ་ཧོར་ད་དེ་ཚོ་གི་ཡ་བ་བྱང་ལ་ཡོད་རེད་ད་ཡོད་རེད་སོང་ད་དེ་ནས་ཡོད་ན་ག་བ་ཡོད་རེད་ཟེར་དུས། ད་ཤམ་པ་ལ་ནང་བཞིན་རེད་ད་ང་ཚོ་རྗེ་ཚང་གི་མཐོང་ཐུབ་པོ་མ་རེད་སོང་ཤར་བ་ད་ལན་ཚིག་གི་ཕོངས་པའི་ལན་དེ་འདྲ་ཞིག་རྒྱག་དགོས་ཆགས་པ་རེད་སོགས་དེ་ནས་མ་གོང་གི་ཞབས་ཞུ་བའི་དུས་ལ་ཨོ་དགག་པ་མ་ཞིབ་ཆ་འདྲ་བོ་མཛད་བཞིན་ཡོད་རེད་ད་མཇུག་ལ་ཁོང་ག་རེ་སོང་བ་རེད་ཟེར་ན་ཁོ་བོ་སྟོད་སི་མ་བོན་པོ་སོགས་གངས་ཆེན་དང་མ་གྲུབ་པ་ཡིན་པས་ཆོས་རྒྱུད་ཀྱི་ཕྱོགས་འཛིན་པ་དེ་འདྲ་མ་ཡིན་སོ་སྟོད་སི་དང་གངས་ཆེན་སྟོད་སི་གངས་ཆེན་རེད་མ་བོན་དེ་མ་གྲུབ་པ་རེད་ཟེར་མཁན་དེ་བཀའ་བརྒྱུད་པ་རེད་བ། དེས་ཀྱི་ཕྱོགས་འཛིན་ར་བ་བྱས་ནས་དེ་རྗེས་འཇུག་ཆོས་རྒྱུད་ཀྱི། བཀའ་རྒྱུད་པ་ར་བ་དེ་ཕྱོགས་འཛིན་བྱས་པ་མ་ཡིན་སྟ། ཡིན་ན་ཡང་ཁོང་གིས་ལན་བརྒྱབ་དགོས་ཡོད་དེ་ཅི་རེད་ཟེར་ན་ད་དེ་ས་སྐྱ་པན་ཚུན་དང་ཡབ་སྲས་ཁོང་རྣམ་པ་གིས་ད་མངོན་སུམ་དང་འཇིག་རྟེན་ཐུན་མོང་ལ་གྲགས་པ་ལས་མདོ་འང་ནི་དེ་འདྲའི་བཤད་ཡོང་དགོས་རོ་བ། དེ་འདྲའི་སྨྲ་བ་ལ་དེ་ངོ་མཚར་ཏེ་ནམ་ཡང་འཛིན་གྱི་མ་རེད་ཁོང་གི་གནས་ལུགས་མི་མཐུན་པའི་བཤད་ཡོང་གི་དེ་ནས་ཉེ་རིང་མི་བས་ད་བཏང་སྙོམས་ཆེན་པོ་ལ་གོམས་པར་བྱ་དགོས་ཀྱི་ཡོད་རེད་སོང་ནས་བག་མ་འཇོག་ཚུལ་མ་འཇོག་དེ་འདྲའི་གོམས་དགོས་ཀྱི་རེད་སོང་ནས། ཨོ། དེ་འདྲས་ཀྱི་ཡང་བཀའ་སློབ་གནང་ཡོད་རེད་ད་ཞིབ་ཚགས་འདི་ནས་ཞུ་ཐུབ་ཡག་ཁོ་ར་ཡོད་མ་རེད་ད་ལྷག་པར་དུ་དེ་ནས་ཀརྨ་མི་བསྐྱོད་རྡོ་རྗེའི་ཞལ་སྔ་ནས་དེ་ནས་སྐུ་གསུམ་ངོ་སྤྲོད་ཀྱི་ཨེམ་ཕམ་རྣམ་བཤད་ཨེམ་ཕམ་ཕྱག་རྒྱ་ཟེར་ཡོད་རེད་བ་ད་དེའི་གི་ནང་ལོགས་ལ་དེ་ནས་ས་ཕན་དང་ད་ལྟ་གོ་ཤག་ཁོང་རྣམ་པ་གི་ད་གང་ཚོ་དེ་མ་རེད་ཟེར་ནས་བཀའ་ཨོ་དེ་འདྲས་མཛད་བཞག་ཡོད་རེད་ཁོང་གི་དེའི་ནང་ལོགས་ལ་དེ་མ་ཁྲོས་ཐོང་བཤད་ནས་གཉིས་པ་ཁྲོས་ཐོང་ལས་བཤད་འོང་དེ་ས་སྐྱ་དཔེ་འདྲེ་དེ་ཆེན་པོ་དེ་ནས་བུ་དེ་ཡོད་པའི་རྩ་རི་བཀྲ་འདི། གནས་ཆེན་པོ་བདུན་དུ་གྲགས་པའི་རྩ་རེ་མ་ཡིན། དེ་ནས་བཅུ་པའི་གནས་སུ་ཐེག་མ་རེ་མ་ཕམ་མ་དྲོས་པ་མ་ཡིན། དེ་ནས་ཏི་སེ་གངས་ཆེན་མ་ཡིན་པའི་རི་རྡོ་དེ་དག་ཏུ་ཕྱིན་ཀྱང་མ་དྲོས་གངས་ཆེན་པ་རྣམས་སུ། དེ་ནས་དེ་ནས་ཕྱི་པ་ལྟ་བུའི་དགེ་སྦྱོང་ཅིའང་ཅི་ནུས་གོ་མ་རེ་ད་དེ་ན་ལ་ཕྱིན་མ་ཅི་ཁེ་ཡོད་མ་རེ་ད་ཁོ་རྫུན་མ་རེ། དེ་ནས་དཔེ་རྒྱུ་མཚན་ཇི་སྐད་དུ་དཔལ་ལྡན་དུས་ཀྱི་འཁོར་ལོ་དང་མི་མངོན་འཕེལ་གཞུང་ལས་གསུངས་པ་ཡེ་ཟེར་ནས་དེ་ནས་མ་འདྲི་ཞེས་བརྒྱ་པར་བ་ཞིབ་ཆ་ཆེན་པོ་ཞིག་བརྒྱ་པ་རེ་ད་ས་སྐྱའི་དཔེ་འདི་དག་གིས་མུ་ཏིག་རལ་པ་ཅན་བཏུལ་བའི་སོགས་ཀྱིས་སངས་རྒྱས་བསྟན་པ་ལ་དེ་ནི་མཛེས་པ་རྒྱ་ཆེན་པོ་རེད་ཡིན་ན་ས་སྐྱ་ཁུ་བོང་དེ་ཡུལ་ཁམས་ལ་དེ་ནི་ཞབས་བྲག་འཐུང་ནས་འགྲོ་མ་ཐུབ་པ་རེད་བ་མ་མཐོང་དུས་དེ་ནི་ཡུལ་གྱི་བཀོད་པ་དང་དུ་ཟེར་དྲུག་ཙམ་ལ་བདེན་པ་མ་གཏོགས་ཐུགས་ཞིབ་ཆེ་མ་ཐོག་གི་ཞིབ་ཆ་འདྲ་བོ་གལ་སྲིད་བྱུང་མི་འདུག་མི་སྣང་དེ་ནི་རྒྱུ་མཚན་ས་སྐྱ་པའི་རྗེ་བཙུན་གོང་མ་ཞིག་གིས་གསུངས་ལེ་དང་རྗེ་བཙུན་གྲགས་པ་རྒྱལ་མཚན་རེད་ཁོང་གིས་ཧི་མ་ལ་ཡ་ནང་བསྟན་ཏེ་དེ་ནི

མུ་སྟེགས་པས་ཀྱང་དེ་ནི། འདོད་པ་མ་ཡིན་ཟེར་ནས་དེ་ཟིལ་དེ་ཧ་ནུ་མ་ན་གི་འཕངས་པས་གི། ད་གངས་རི་དུམ་བུ་ཞིག་གི་ལམ་དུ་དེ་འདྲ་ལས་སོང་བ་ཅི་རེད་ཟེར་དེ་འདྲ་སྨྲས་ཡོང་རོགས་དེ་འདྲ་སྨྲ་ཤག་རེད་ཟེར་ད་ལོག་དེ་ལྟར་ཡང་མི་བསྡད་པའི་ཕྱིར་དེ་ནི་ཡུལ་ཆེན་པོ་གི་ཐོག་ན་ཁོང་དེ་འདྲ་གསུངས་གི་ཡོད་རེད་ཟེར་ད་དེ་ཟིལ་དེ་གངས་ཆེན་རེད་ཟེར་ད་མུ་སྟེགས་པའི་ལུང་དེ་བདེན་པ་དེ་འདྲ་ཡིན་པ་ཡིན་ན་དེ་ནི་མུ་སྟེགས་གྲོགས་ཁ་བ་དང་ས་སྐྱ་པ་གཉིས་ཁ་ལ་བསྣུར་གི་ཡོད་རེད་ཟེར་གི་ཨ་ནི་གོ་ནུས་ཏེ་དེ་ནི་མུ་སྟེགས་པའི་ལུང་ནི། ཨ་ནི་འདི་འདྲས་འདི་འདྲས་གསུངས་ཡོད་རོ་ཟེར་ནས་ཁོང་གི་ལྟ། འོ་མ་ཞིབ་ཆ་ཞེ་བོ་གཅིག་གསུངས་ཤག་རེད་དེ་ནི་ཡིན་ད། སྔོན་ཕར་དང་འདྲ་ཁ་ནས་བཤད་བསྡད་པ་དེ་མཚན་ཉིད་དེ་ཚང་གི་མི་འདུག་སྟེ་མ་རེད་ད་ཁོ་རྣམ་པ་དེ་ནི་ཡིན་ད་གཞན་དག་ཐམས་ཅད་མི་རྟག་པ་རེད་དེ་ནི་བྱ་རྒོད་བོང་བུ་ལ་སོགས་པ་དེ་ཚོ་འགྱུར་ཆོག་གི་རེད་མདོར་ནས་བཤད་པ་ནང་བཞིན་སྒུག་གི་མ་རེད་ད་གང་ལྟེ་སི་ད་མཚོ་མ་བོང་གི་མཚན་ཉིད་དེ་ཚོ་མདོར་ནས་བཤད་པ་ནང་བཞིན་སྒུག་གི་ཡོད་སྲིད་ད་དེ་འགྱུར་ཆོག་གི་མེད། འོ་དེ་འདྲས་ཀྱི་ལབ་ཡོང་གི་ཡོད་རེད་གཞན་དག་ཡིན་ན་ཁོ་སྙན་ངག་གི་ལུགས་རེད་གལ་ཡོད་མེད་འདི་དངོས་ཡོད་གནས་ཚུལ་ཡིན་ནམ་ཡང་ད་ག་རང་གནས་པ་ཡོད་འགྱུར་ཆོག་གི་མེད། ཡང་དེ་འདྲས་ཀྱི་ཨུ་ཚུགས་རྒྱབ་ཤ་རེད་སོང་ནས། ཨོ། དེ་འདྲས་ཀྱི་ད་མ་ལུང་རིགས་མང་པོ་བཅས་ཀྱི་ཐོག་ནས་མཛད་ཤ་རེད། ཇི་ཙམ་ལ་དེ་དང་འབྲུག་བལ་གྱི་མཁས་གྲུབ་ཆེན་པོ་འདི་ནི་སངས་རྒྱས་རྡོ་རྗེ་གནས་གསུམ་སྲས་བཞི་ནག་ཧྲུལ་མན་ལང་སྲས་བཅས་ཨོ་དེ་ཙམ་ན་ཡོད་རེད་ད་དེ་ཡང་དཔེ་ཞིབ་ཆ་ཞིབ་པོ་གཅིག་གསུང་ཤ་རེད་འདིའི་ནང་ལོ་གནས་གསུམ་གྱི་དགོས་པ་མ་འཁྲིད་པ་མ་ད་གསལ་བར་འཆར་བ་ཞེས་པ་དེ་ནི་ནི་བུ་མན་ལང་ཡིན་སྲིད་ད་ནི་བུ་མན་ལང་འདི་ཞེ་དོགས་བྱ་གི་ཡིན་སོང་ནས་ཁོང་གི་དོན་ཚན་གསུམ་གྱི་ཐོག་ནས་མ་དེ་གསུང་གནང་པ་དེ་འདྲས་རེད་ད་རང་ལུགས་དེ་ཚོ། གཞན་ལུགས་ལ་དཔྱད། དེ་ནས་དེ་དག་གི་དོན་འདོད་པ་ད་དང་པོ་ལས་ཤེས་བྱའི་རྣམ་གྲངས་དེ་ཚོ་ངོས་བཟུང་ནས་དེ་ནས་བྱས་ཤིག་གི་སྙིང་པོ་དེ་ཚོ་བསྟན་གྱི་ཡིན་གསུངས་ནས་གནས་ཡུལ་གྱི་རྣམ་གཞག་དེ་ཚོ་ཞིབ་ཆ་ཞེའུ་གཅིག་མ་བཤད་ཤ་རེ་ད་རྒྱུད་ཐད་ནས་ཡུལ་གྱི་རྣམ་གཞག་ཞེའུ་ཤེས་ཡོང་དགོས་རེ་བ་དེ་དང་འདྲ་རེ་དགོས་དགོས་རེ་བ། འོ་དེ་དེ་ནས་ད་འདི་ཚོ་གི་ཡུལ་གྱི་རྣམ་གཞག་དེ་ཚོ་ང་ཚོ་ངེས་པར་དུ་ཤེས་དགོས་ཡ་རེད་འདོད་པ་རྒྱུད་ཐད། འདི་ང་ཚོས་དངོས་གཟུགས་ཀྱི་ཉམས་ལེན་བྱས་ཙང་མ་སྔགས་རྒྱ་འཁྱང་དེ་ནི་སྔར་བླ་མེད་དུ་འདྲི་བ་རྒྱ་འཁྱང་རེད་བ་འདི་ནི་ཡུལ་གྱི་རྣམ་གཞག་དང་ངེས་པར་དུ་ཤིས་དགོས་ཡ་རེད་འདུག་དེ་ད་ལྟ་ང་ཚོ་རྒྱུད་སྡེ་བཞི་ནས་ནང་ལོགས་ལ་ད་བླ་མེད་གཙོང་བཤད་པ་ཡུལ་ཉི་ཤུ་རྩ་གཉིས་གནས་སུམ་ཅུ་སོ་གཉིས་དུར་ཁྲོད་ཆེན་པོ་བརྒྱད་དེ་ཚོ་ད་མ་ས་ལ་བཙུགས་ནས་ད་ལྟ་འཛམ་བུ་གླིང་འདིའི་སྒང་ནས་ད་ས་ཆ་དགའ་བ་དཀའ་བ་དཀའ་བ་འདྲ་བ་ཡོད་རེད་ཟེར་དུ་ལབ་ཡོང་དུས་ད་ལྟ་མང་པོ་ཅིག་ད་སྤྱི་ཁྱུ་མ་ཆགས་ནས་ག་ཤེད་ཀྱི་ཕར་ཕྱོགས་དེ་རེད་ག་ཤེད་ཀྱི་ཡར་ཕྱོགས་དེ་རེད་ཟེར་འོ་དེ་འདྲས་ཆགས་ཏེ་གི་ཡོད་རེད་ཡུལ་ཉི་ཤུ་རྩ་བཞི་དང་གནས་སོ་གཉིས་དེ་ཚོ།

དེ་འདྲའི་རྦད་དེ་ལུང་རིགས་ཀྱི་མཐའ་ཆོད་ནས་ཐག་ཆོད་ཅིག་གནང་ཞེས་ཡོང་རེ། ངག་དབང་འཕྲིན་ལས་ཀྱིས་མཛད་པའི་དེ་ནས་གནས་ཆེན་གངས་རི་མཚོ་གསུམ་ཆུ་བོའི་གཞས་དང་བཅས་པ་གཏན་ལ་ཕབ་པ། ལུང་མཐོང་སྣང་བར་བྱེད་པའི་མེ་ལོང་ཟེར་བ་ཅིག་ཡོད་རེ་ད་འདི་རྨོངས་ཤིང་གི་སྒྲོམ་གཞི་འདྲ་བོ་དེ་ཞྭ་མ་ཞེས་པ་གིས་བཟུང་སྟེ་ཤེར་ཤ་གི་ཐོག་ནས་ཡོང་བསྡད་པ་དེ་ནས་མར་ཡང་ཞིབ་ཆ་ཞེ་བོ་ཅིག་གསུང་ཞང་གིས་བྱེད་ཀྱི་རེད་ད་འདི་ཁོང་གིས་ག་རེ་གསུང་བ་རེད་བསམ་ན་གནས་ཀྱི་ཁྱད་པར་སྤྱིར་བསྟན་པ་དང་དེ་ནས་གངས་མཚོའི་རྣམ་གཞག་ཞེས་པ་བྱེ་བྲག་ཏུ་བཤད་པ་གཉིས་སུ་ཤེས་ནས་ད་གངས་མཚོ།

བརྩེ་བ་གི་ཚུལ་དེ་ལས་འོས་པའི་གི་ཇེ་ལྷན་ལྟ་བའི་གི་གཉིས་ཀྱི་དོན་ལ་མ་ཤེས་ནས་ད་དེ་ནས་གོང་གི་དེ་ལ་བ་དགག་ལན་ཡང་དག་པ་ཅིག་བརྒྱབ་ནས་ད་དེ་ནས་འདུག་འཇུག་དོན་དེ་ན་ག་རེ་ཡོད་བ་རེད་ཟེར་ན་ད་གོང་གི་དེ་ནས་དེ་ལྟར་ན་ཡང་ད་ནས་རྗེ་བཙུན་ས་པན་གི་ལ་ཁྲི་བ་མ་ང་བ་རེད་གསུངས་དེ་རིགས་ལ་དེ་ནས་ང་ཚོ་དགོངས་པ་ཅན་དུ་སྤྲད་དགོས་བ་རེད་མ་གཏོགས་ཁ་ཐུག་གོ་རེ་སྤྲད་བཞག་ན་དེ་ནས་ཉེས་པ་བསམ་གྱི་མེད་རྒྱལ་བ་ཆགས་ཡོང་དགོས་རེད་དངོས་པོ་གནས་ལུགས་དང་མི་མཐུན་པ་ད་དེ་དགོངས་པ་ཅན་ལ་སྤྲད་དགོས་བ་རེད་ད་འདི་ང་ཚོ་དྲང་ངེས་འདེམས་ཁོངས་ནང་ལ་དགོངས་པ་ཅན་སྤྲད་ཡོད་རེད་མཐའ་གྲུབ་ཚུལ་བཞིན་ནང་ལ་དགོངས་པ་ཅན་སྤྲད་རྒྱུ་ཡོད་རེད།

བསྟན་པ་འཕྲིན་ལས་ཤོག་ཆེན་པོ་དར་ནས། དེ་ནས་འབྲི་གུང་བཀའ་བརྒྱུད་ཡིན་ནམ་པས་རེ་བ་སྔ་ཕྱི་མང་པོ་ཅིག་བཏང་བར་འབྲུག་པ་བཀའ་བརྒྱུད་ན་འཁོར་འབྱེད་མང་པོ་གནང་ར་བ། ད་དེ་འདྲའི་གི་ཐོག་ནས་གནས་དེ་ཚོ་ལ་ཕེབས་མཁན་མང་པོ་ཞེ་བོ་ཅིག་འདས་སོང་རེད་བསམ་ཡུལ་ལས་འདས་ནས་མང་པོ་ཅིག་རེ་དྲུག་རུ་ཕེབས་སོང་དུས་ཤེས་འབྲེལ་རྣམས་ལ་ཡང་དེ་ནས་དཔོན་བསམ་གཏན་གི་བརྟུལ་ཞུགས་ལ་ཡང་དགའ་སྣང་ཆེ་བྱས་ནས་དེ་ནས་མང་པོ་ཞེ་བོ་ཅིག་ཡོང་བསྡད་གི་ཡོད་རེད་དེ་ཡིན་དུས་ད་ཐུགས་གསུམ་ལ་གེགས་སུ་འགྱུར་འགྲོ་གི་རེད་ཚང་མ་སྒོམ་བརྒྱབ་སོང་ན། སློབ་སྦྱོང་བྱེད་མཁན་ཉིད་མ་རེད་ཟེར་ནས་དེ་འདྲའི་དགོངས་ནས་དགོས་པ་འདྲ་བོ་དེ་འགོག་དགོས་ཀྱི་ཆེད་དུ་ཆགས་ཡོད་རེད་དམ། དེ་མ་གཏོགས་བྱེད་ཀྱི་དངུལ་གྱི་གནོད་ཤུགས་ཀྱི་ཚད་མ་དེ་ག་རེ་ཡོད་རེད་ཟེར་ན་སྒྲ་ཞིག་ཤེས་པར་འདོད་དགོས་ན་སྟ་གོན་རྣམ་པ་དགེ་བཙུན་ཞེས་པ་འདོད་བས་ཡིན་ན་དེ་ནི་གོང་གི་ལུང་རིགས་དོན་དུ་ཐམས་ཅད་ཀྱི་གནོད་དེ་ག་ཡོད་རེད་ཟེར་དངོས་པོར་གནས་ལ་མི་བསྟུན་པའོ་དེ་ཤེས་པར་བྱ་དགོས་སྙམ་སྟེ་རྒྱུ་མཚན་ཅི་རེད་ཟེར་ན་རྩ་ཕན་གོ་རང་བཟང་བ་སྟེ་གཟི་དང་ནི། རྩྭ་རི་སོགས་གལ་ཏེ་གནས་ཆེན་ཡིན་ན་ཡང་ཡུལ་དེར་འགྲོ་བའི་གང་ཟག་ནི་དབང་བསྐུར་ཐོབ་ཅིང་དམ་ཚིག་འདི་བདག་དང་བདག་ཡི་ལན་བཞི་ནི་རིམ་གཉིས་རྟོགས་པ་བསྟན་པ་ཡི་བཅུ་པའི་དོན་དུ་གྱུར་པར་གསུངས་ད་དེ་ཚོ་གནས་ཆེན་འགྲོ་མཁན་དེ་འདྲ་དགུ་ཡོད་རེད་གང་ཟག་དེ་ལྟར་མིན་པའི་གང་ཟག་ནི་ཡུལ་དེར་འགྲོ་བ་རྒྱུད་ལ་བཀག་གསུངས་པའི་ཚིག་གི་ནུས་པ་ལ་དེ་ནི་གོང་གི་བརྟག་དཔྱད་བྱས་པ་ཡིན་སོང་ནས་བ་དེ།

འོ། དེ་འདྲ་ཅིག་རེད་ཤག་དེ་ཡིན་ན་ད་མཇུག་ལ་དཔེ་ཆ་དེ་གཉིས་བསྡུར་ཡོང་དུས་སྔ་མ་དེ་ལ་གི་མཇུག་བྱང་གི་མ་གར་ཟེར་བ་རེད་ཚིག་རྗེས་དེ་དང་ད་ལྟ་དངོས་སུ་ང་དབང་འཕྲིན་ལས་སའི་མཚན་འཁོད་བསྡད་པའི་གི་མཇུག་གི་ད་མཇུག་སྡུག་ཅིག་ཡོད་ར་པ་འོ་ཤོ་ལོ་ཀ་ཟེར་བ་རེད་ཚིག་རྗེས་ཨ་དེ་གཉིས་འདྲ་གི་མི་འདུག་ཁ་ཤས་ཅིག་གཅིག་པ་བྱེད་དེ་ནས་དམངས་ཆེན་མི་འདྲ་ཆགས་བསྡད་འདུག་དངོས་སུ་དེ་སྔ་མ་དེ་ལོག་ལོག་གཞན་དག་ཅིག་གི་བརྩམས་ཕྱི་མ་དེ་ང་དབང་འཕྲིན་ལས་ཀྱི་བརྩམས་པ་ཡིན་དང་ད་དེ་ཡང་ཞིབ་འཇུག་འདྲ་བོ་ཞིག་དགོས་ས་རེད་འདུག་འདི་འབྲུག་པའི་ཕྱོགས་ནས་དཔེ་ཆ་དེ་དོ་སྣང་བྱས་ན་འབྲུག་པའི་བླ་མ་ཅིག་ཡིན་པ་ར། ཏིང་ངེ་འཛིན་ཁོང་གི་ལོ་རྒྱུས་ཁ་གསལ་འདྲ་བོ་དེ་དོ་སྣང་བྱེད་དུ་མ་སོང། ད་དེ། ལོ་རྒྱུས་འདྲ་བོ་འདི་འདྲ་འདི་འདྲ་རེད་ཟེར་ཡ་འདྲ་བོ་བྱེད་རོགས། དེ་ཁོང་གི་ཡིག་ཆའི་གི་སྒྲོམ་གཞི་འདྲ་བོ་དུ་མ་བྱས་ཡོང་དེ་ཚོ་ཞྭ་མ་ཞི་བའི་གི་གསུང་གི་རྗེས་སུ་འབྲངས་འདུག་མ་གཏོགས་སངས་རྒྱས་རྡོ་རྗེའི་གསུང་རྗེས་སུ་ཁྱེད་རང་འབྲངས་མི་འདུག་དེང་དུས་སངས་རྒྱས་རྡོ་རྗེ་ཁོ་ན་པ་དུས་མཉམ་རེད་མེད་འགྲོ་བསམ་བསམ་འདྲ་བྱེད། འོ་དེ་འདྲས་ཅིག་བྱུང་ད་དེ་ནས་འབྲི་གུང་གདན་རབས་ཉི་ཤུ་རྩ་ལྔ་པ་དེ་ནས་རིང་བསྲེལ་ཆོས་ཀྱིས་གྲགས་པའི་ཞལ་སྔ་ནས་ཡང་གཞན་གྱི་དགོས་ངན་འཇོམས་པའི་ལེགས་བཤད་ལུང་རིགས་སྨྲ་བའི་མགུལ་ཅན་ཞེས་གསུངས་བཞག་རེད། དེ་འདྲས་ཅིག་ཡོད་རེད་ད་དེའི་ནང་ལོགས་ལ་དེ་ནས་ག་རེ་སོང་བ་རེད་ཟེར་ན། རྡོ་ཚན་གྱིས་ཚོང་པའི་ཡོལ་སོང་ཞག་རེད་ད་རྡོ་ཚན་ཟེར་ན་ཨང་ཆོབ་ཀྱི་ལིང་ག་དེ་ཡོད་རེད་བ། ཨོ་ད་དེ་འདྲས་ཀྱི་རྟགས་ཡོད་རེད་བ། ཡུལ་ཉེ་ཤི་ལ་རྩ་རིག་ན་རྩ་རིག་རྡོ་ཚན་ཟེར་ཡོད་རེད་བསགས་བྱ། ཨོ་དེ་འདྲས་ཀྱི་གནས་ཀྱི་རྟགས་ཀྱིས་ཚོང་པའི་ཡུལ་བོད་དང་བོད་ཆེན་པོ་གཉིས་ལས་བོད་འདིར་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་འཕགས་ཡུལ་གྱི་ཆོས་ལ་ཉེ་བར་བརྩམས་ཏེ་དེ་ནས་ལོང་དུ་བསྟན་པའི་གནས་ལས། ཡུལ་དང་གནས་ཟེར་ད་དེ་ཡོ་རབ་བམ་ནང་གསེས་ཆེ་བ་འདི་ནང་ཚན་ལས། བདག་ཅག་གི་གཞན་གྱི་དམ་པར་གྱུར་པའི་དེ་ནི་རི་བོ་གངས་ཅན་དང་མཚོ་མོ་བམ་ཙཱ་རི་ཏྲ་ལ་སོགས་པ་ལ་དེ་ནི་རྒྱལ་བ་ཉིད་ཀྱིས་ལུང་བསྟན་ཞིང་བསྔགས་པ་འབའ་ཞིག་ཡིན་མོད་ཀྱང་འོན་ཀྱང་ཁ་ཅིག་གིས་འདས་ན་མཚན་མ་མེད་པར་འགྲོ་བ་ཁོ་ན་མཐོང་ཞིང་ཐོས་པས་དེ་དག་གི་དགོས་ངན་ཕམ་པར་བྱ་བའི་ཕྱིར་དང་ཕྱོགས་འདིར་མོས་པ་མཐའ་དག་གི་བློའི་ར་བ་ལ་ཡོངས་སུ་སྤོང་བའི་ཕྱིར་བདག་གིས་ལེགས་པར་བཤད་པ་འདི་ལ་ཡང་སྤྱི་དང་བྱེ་བྲག་གི་ཚུལ་གཉིས་ལས་སོགས་ནས། ཡང་གོང་གི་པའི་དགག་སྒྲུབ་ཟེར་བ་རོ། ད་དེ་འདྲའི་མ་ཞིབ་ཆ། འོ་ད་དེ་འདྲའི་མཛད་བཞག་པ་རེད་ད་འདི་ཚོ་བཀའ་བཅུ་ཡིག་ཆའི་ནང་ལོགས་ལ་དེ་ནས་ད་གང་ཚོ་གཉིས་ཐོན་འདུག་པས་ཡང་དག་པར་སྒྲུབ་པའི་གི་ད་ཡིག་ཆ་གལ་འགངས་ཆེ་ཤོས་རེད་ད་དེ་ཀ་མ་མི་ཆོད་པའི་སོང་ནམ་རྒྱུན་ཡོངས་གྲགས་ལེགས་ཡོད་མ་རེད་འོ་དེ་འདུག་དེ་རིང་དེ་ནས་ཞུས་པའི་དེ་ནས་ང་ང་འཕྲིན་ལས་འདི་ཡིག་ཆ་འདི་ཚོ་མི་ཡིས་དེ་ནས་གནས་ཡིག་ཕྱོགས་བསྒྲིགས་དེ་འདྲའི་ཁག་ཁ་ཤས་ནང་ལ་པར་སྐྲུན་བྱས་ཡོད་རེད་དེ་དེ་མིན་དེ་པདྨ་ཤག་གི་ཞེ་དྲག་ཧ་གོ་གི་མི་འདུག་བ་འོ་དེ་འདུག་དེ་ནས་ངས་རགས་རིམ་གྱིས། ཨོ་དེ་འདྲས་ཞུས་པས་ད་འདི་མན་བེ་ཀེ་ཡང་ད་ཐང་བཀའ་བརྒྱུད་ཀྱི་ཕྱོགས་ནས་ད་དམ་གསུམ་ལ་བར་ལན་ཕུལ་བཞག་པ་དེ་ནས་དེ་དེ་འདྲ་ར་ནས་ད་གང་ཚོགས་གཉིས་ལ་དེ་ནས་པ་ད་ཆོས་འདྲ་བ་གནང་བཞག་པ་ད་དེ་འདྲས་ཡང་ཡོད་བསྡད་པ་རེད་ཨོ་དེ་ཚོ་ད་མང་པོ་ཅིག་ཡོད་ས་རེད་ད་ངས་ཆ་ཚང་ཆ་ཚང་མཇལ་ཡོད་མ་ར་བ་ད་མ་མཇལ་བཞིན་དུ་དེ་ནས་ཚོད་དཔག་འདྲ་བོ་ཐོག་ནས་ཞུ་ཐུབ་ཡག་འདྲ་བོ་ཡོད་མ་རེད་ད་དེ་ནས་ལེགས་བཤད་རྣོ་ངར་འབུམ་ལྡན་ཟེར་ཡག་ཅིག་ཡོད་རེད་ད་ཡང་དམ་གསུམ་རབ་ཡེ་ལི་དགག་པ། དེ་སྔ་ལོ་ལ་ཡོད་རེད་ད་དེ་འབྲུག་པའི་བླ་མ་ཅིག་ཡིན་ས་རེད་དེ་ཁོང་ད་དེ་འབྲུག་པའི་ཕྱོགས་ནས་དེ་ཚོ་དཔེ་ཆ་དེ་ཚོ་ལ་དོ་སྣང་བྱེད་མཁན་མི་འདུག་དེ་སྔ་ལོ་ལ་ཤུགས་ཆེན་པོ་ཞིག་གསུངས་བཞག་ཡོད་རེད་འོ་ད་དེ་ཚོ་ད་ང་ཚོ་ད་ལྟ་ལོ་རྒྱུས་དོ་སྣང་བྱེད་མཁན་ཡིན་པའི་ཆ་ནས་ད་དེ་གང་ཚོགས་ཀྱི་གནས་སྟངས་ག་འདྲ་ཡིན་མིན་དེ་ལ་ཡང་ས་པཎ་ཆོས་ལ་ཁོང་རྣམ་པ་གིས་བསྟན་པ་ལ་ཤ་ཞེན་ཆེན་པོ་གི་ཐོག་ནས་མདོ་རྒྱུད་ལ་ཤ་ཞེན་བྱས་ནས་དེ་ནང་གསུངས་པ་དེ་ཚོ་ད་ག་རང་ཡིན་དགོས་རེད་ཟེར་དུས་དེ་ཤ་ཞེན་ཆེན་པོ་རེད་བ་དེ་འདྲའི་རྗེས་སོང་དེ་ནས་ཡང་བཀའ་བརྒྱུད་ཀྱི་ཕྱོགས་ནས་དེ་ཡང་དེ་རྒྱུ་མཚན་འདི་འདྲ་འདི་འདྲ་རེད་སོང་ནས་དེ་ཡང་ཤ་ཞེན།

བྱིས་པ་བཅས་ཀྱི་སྐད་ཆ་ཡིན་ན་ཡང་ཁོ་གནས་ལུགས་དེ་འདྲ་རེད་སོང་རེད་དེ་དང་ལེན་ཞུ་དགོས་ཀྱི་རེད་སོང་ང་ཚོ་ད་གནས་ལུགས་ཀྱི་རྗེས་སུ་འགྲོ་དགོས་ཀྱི་ཡོད་རེད་བ། འོ་ད་གནས་ལུགས་ཀྱི་རྗེས་སུ་འགྲོ་ནས་དེ་འདྲས་ཀྱི་ང་ཚོ་རྣམ་དཔྱོད་རྒྱས་ཡག་གི་ཐབས་ལམ་འདྲ་བྱེད་རེད་འོ་དེ་འདྲས་ཀྱི་ཐོག་ནས་ཡིན་དུས་དེ་ནས་གང་ཚོགས་དེ་འདྲས་པའི་ཤེས་བྱ་ཡིན་དུས་དེ་ནས་ད་གནས་དུས་ཙམ་བྱེད་ཀྱི་ཡོད་ད་རང་གིས་གང་ཤེས་པ་ད་དཔེ་ཀློག་ཤེས་པའི་བརྒྱུད་རིམ་ནང་ལོག་གང་ཤེས་པ་འོ་ད་དེ་འདྲས་ཞུས་པ་ཡིན་ད་དེ་ཚོ་མ་ཞིབ་ཆ་མང་པོ་ཞིག་ཞུ་དགོས་ན་དེ་ནས་དུས་ཚོད་ཆ་རྐྱེན་མང་པོ་ཅིག་གི་འདང་གི་མི་འདུག་ཨོ་ཅིག་ནས་རྣམ་དཔྱོད་མེད་རེད་བ་གཉིས་ནས་དེ་ཡོང་གི་མི་འདུག་ཨབ་སོད་འདྲ་བོ་འདོད་ཀྱི་མི་འདུག་དེ་ནས་གནས་དུས་ཙམ་བྱེད་ཞུས་བྱ་ཡིན། ཨོ་ལོ་སུ་མི་རིགས་རྣམ་འགོར་ནང་ལ་ཞུགས་པའི་ཚོགས་གཙོ་ལོ་ཝི་ཙོར་བཅས་པའི་ཚོགས་མི་ཚང་མ་ལ་འཚམས་འདྲི་ཡོད། དེ་ནས་མཁས་དབང། དྲི་བརྙན་ཧེ་རུ་ཀ་ཁོང་རང་གིས་ད་གང་དང་ཚོགས་གཉིས་ལ་བཀའ་བརྒྱུད་དང་ས་སྐྱ་ནས་ཕྱོགས་ནས་བཤད་སྲོལ་དེ་ཡིག་ཚོད་མི་འདྲ་བ་ཡོད་པ་དེ་ཚར་དགའ་བ་མེད་པ་རེད་ཅེས་སྒོ་སྲུང་སོང། ཐུགས་རྗེ་ཆེ་རེ་བྱས་ནས་ཞུ་གི་ཡིན་ལ་བཀའ་དྲིན་ཆེ།